འདི་ལོར་ཆ་མཚོན་པ་ཡིན་ན་གནམ་གཤིས་འགྱུར་ལྡོག་གིས་རྐྱེན་པས་གོ་ལ་ཡོངས་ཀྱི་ཚ་དྲོད་འཕེལ་ནས་མི་རྣམས་ཀྱི་འགྲོ་འདུག་སྤྱོད་གསུམ་ལ་ཡང་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པ་དང། ད་སྔ་ནང་བཞིན་བཞུགས་སྒར་རྡ་རམ་ས་ལར་ཆ་མཚོན་པ་ཡིན་ན་ཡང་གནམ་གཤིས་འགྱུར་ལྡོག་གིས་རྐྱེན་པས་བཞུགས་སྒར་ཁུལ་གྱི་གནམ་གཤིས་ཀྱི་ཚ་དྲོད་ཧ་ཅང་འཕེལ་ཡོད་པ་མ་ཟད། རྒན་རབས་པ་ཚོས་ཀྱིས་གསུང་ཡས་བྱས་པ་ཡིན་ན་འདས་པའི་མི་ལོ་དྲུག་ཅུ་ལྷག་གི་རིང་ལ་ཡང་བཞུགས་སྒར་ཁུལ་གྱི་ད་ལོའི་གནམ་གཤིས་ཚ་དྲོད་དེ་ཆེས་ཚ་ཤོས་ཤིག་ཡིན་པར་ངོས་འཛིན་གནང་གི་འདུག། ང་གཅིག་སྟོང་དགུ་བཞི་དྲུག་ཅུ་རེ་གཅིག་ནས་ཏི་སི་བྷི་ནང་ལ་དེ་བ་དེ་དེ་འགྱོག་དེ་འདྲ་ཡིན། ང་ནི་སྙེ་མ་དང་དེང་སང་པ་ར་ལ། རྣམ་ཤེས་ཆགས་བྱས་ནས་སྔོན་མ་ང་ཚོའི་སྐར་མ་ནི་གངས་བསྐལ་བ་ཙམ་བར་དུ་འདི་རུ་བབས་ཀྱི་རེད་ཕྱིས་སུ་ད་གངས་ཉུང་རུ་ཉུང་རུ་བྱུང་དེང་སང་ད་གངས་ཏིལ་ཏིལ་ཙམ་མ་གཏོགས་བབས་ཀྱི་མི་འདུག་གང་ཟེར་ན་གངས་ཏིལ་ཏིལ་ཆུན་ཆུན་ཆུན་ཆུན་མ་གཏོགས་བབས་ཀྱི་མི་འདུག་དེ་ཡས་ནམ་སང་ཡས་འགྲོ་གི་འདུག།

ཨཱ་ནི་རྡ་རམ་ས་ལ་འདི་དུས་པའི་གནམ་གཤིས་ཨེ་ཡག་པོ་ཡོད་རེད་ཨཱ་ནི་ཁང་པ་ཨེ་ཞེ་དྲག་ཡོད་མ་རེད་ད་དང་བདག་གི་དུས་ཚོད་ལ་རྡ་རམ་ས་ལ་ལ་ཨཱ་ནི་བའི་ཡུལ་སྐོར་སྤྲོ་འཆམ་མ་ཡོང་ངས་མང་པོ་བྱས་ཁང་པ་མང་པོ་བྱས་ཨཱ་ནི་ཅི་གི། ཡ་མ་འགྲོ་ཡ་དང་མོ་དྲག་དང་དེ་འདྲས་གི་པས། ཚ་སྡུག་ར་ཇེ་ཆེ་ད་ད་ལོ་ན་གཉིས་དང་ལོ་གཉིས་དང་ལོ་གསུམ་གི་པ་ར་ལ་ཨཱ་ནི་པའི། རྡ་རམ་ས་ལ་གྱི་གཡས་གཡོན་འདི་ལ་ནི་པའི་ཚ་བ་ཞེ་བོ་ཅིག་སླེབས་སོང་དེ་སོང་ཙང་ག་རིས་དང་དེ་འདྲས་ཀྱིས་ཐལ་བར་བྱས་ཙང་སྔས་མ་དང་མ་འགྲོགས་པས་ཀྱི་རྡ་རམ་ས་ལ་ད་ལོ་ཨན་པའི་ཚ་བོ་ཞེ་བོ་ཅིག་འདུག་ཨ་ནི་སྔས་མ་ཡིན་ན་རླུང་སྒོར་རྫི་ཡས་དེ་འདྲས་གོ་ཡ་ཡོད་མ་རེད་ད་ད་ལྟ་རླུང་སྒོར་བཏང་བཞུགས་མ་ག་ལི་ག་ལི་ཨན་ནི་པའི་སྐུ་ལར་དེ་ཚོ་བཏང་ཨ་ནི་གྲང་ལོག་ཨེ་སི་དེ་ཚོ་བཏང་ཡག་གི་དུས་ཚོད་སོ་རོ་ཅིག་སླེབས་ཏེ་བཞག་དེ་ས་ཆ་སྟོང་པ་མེད་པའི་ཆེད་ཨ་ནི་ཁུ་ཡུག་དང་ག་ཚ་ག་ལ་ཨན་ནི་པའི།